འཛིན་རིམ་ལྔ་པའི་སློབ་ཕྲུག་ཚང་མ་ལ་དགུང་ཁམས་བཟང། ད་རིང་དགེ་ལགས་ཀྱིས། འཛིན་རིམ་ལྔ་པའི་སློབ་ཚན་བརྒྱད་པ། ཁྱིམ་བདག་གླེན་པ་ཞེས་པའི་དྲུང་དེ་མར་ལོག་གིན། རྣམ་པ་ཚོ་ཡག་པོ་བྱས་ནས་གསན་གསན་གནང་ནས་སྦྱང་རོགས་གནང། མར་ལོག་གིན་གདའ། ཁྱིམ་བདག་གླེན་པ། ལུང་པ་ཞིག་ལ། ཁྱིམ་བདག་ཕྱུག་པོ་ཞིག་ཡོད། ཉིན་ཞིག་གི་ཞོགས་པར། ཁོང་རྟ་ཞིག་ལ་ཞོན། བོང་བུ་ཞིག་ཁྲིད་ནས་རང་ཡུལ་དུ་ལོག་ཡོང་བའི་ལམ་བར་དུ། ཡུལ་དེར་རྐུ་མ་ཧམ་ཆེན་གཉིས་ཡོད་པ་ཁོང་གཉིས་ཀྱིས་མཐོང་སྟེ། བོང་བུ་དེ་རྐུ་བར་འདོད་ནས། དལ་བར་དལ་བུར་ཁྱིམ་བདག་གི་རྗེས་སུ་བྱབས་ཏེ་ཕྱིན་པ་རེད། རྐུན་མ་གཅིག་གིས་བོང་བུ་ཕྱིར་ཁྲིད་པ་དང། རྐུ་མ་གཞན་དེས། བོང་བུས་མགོ་ཡི་ཐུར་དེ་རང་གི་མགོ་ལ་གྱོན་ནས་ཁྱིམ་བདག་གི་རྗེས་སུ་འབྲངས། ཁྱིམ་བདག་རང་ཁྱིམ་དུ་སླེབས་ལ་ཉེ་བའི་སྐབས་ཕྱིར་མི་གཅིག་བལྟས་ཙང་ན། རང་གི་བོང་བུ་མཐོང་རྒྱུ་མེད་ཁར། ཐུར་དེ་མི་ཞིག་གི་མགོ་ལ་གྱོན་ནས་རྗེས་སུ་ཡོང་གིན་ཡོད་པ་མཐོང་བས་རེ་ཞིག་ཧད་དེ་ལུས། རྐུན་མ་ན་རེ། བདག་པོ་ལགས། ཁྱོད་ཡང་འཚེ་དགོས་དོན་མེད། ང། ལྷ་ཡི་ཡུལ་དུ་ནོར་འཁྲུལ་ཤོར་ཏེ་ལྷ་ཡི་དབང་པོ་བརྒྱ་བྱིན་གྱིས་ང་རང་ལྷ་ཁྲིམས་ལྟར་མི་ཡུལ་འདིར་བོང་བུའི་སྐྱེ་བ་ལེན་དུ་བཅུག་བྱུང། ཡིན་ན་ཡང་ད་ལྟ་ཉེས་པ་དག་འཛིན་པས་མི་ལུས་ཐོབ་པ་ཡིན། ཞེས་བཤད། ཁྱིམ་བདག་ན་རེ། དེ་ལྟར་ཡིན་ན། ཁྱོད་ཀྱིས་ངའི་ཚང་གི་དོན་དུ་དཀའ་ལས་མང་པོ་ཞིག་མྱངས་སོང། འདིར་དངུལ་སྲང་ལྔ་བཅུ་ཐམ་པ་ཡོད་པས། ཁྱོད་ལ་གླ་ཡོན་དུ་སྟེར། ད་སོང་ནས་ལུང་པ་སྐྱིད་པོ་ཞིག་ཏུ་འཚོ་བ་རོལ་ཤོག། རྗེས་སུ་བྱ་ངན་འདྲ་བྱས་ནས། ཕྱིར་བུང་བུ་བསྒྱུར་དུ་མ་ཆུག་ཨང། ཞེས་བསླབ་བྱ་བྱས་ཏེ། བཏང་ངོ། ཉིན་ཤས་རྗེས། ཁྱིམ་བདག་དེས་བོང་བུ་ཞིག་ཉོ་དགོས་བསམས་ཏེ་ཁྲོམ་ལ་ཕྱིན་པ་ན། རང་གི་བོང་བུ་དེ་ཁྲོམ་རར་འཚོང་བཞིན་ཡོད་པ་མཐོང་བས། སེམས་སྐྱོ་བའི་ངང་ཨ་ཙི་ལས་ངན་པ་ཡང། ཁྱོད། ཕྱིར་བོང་བུ་ཞིག་ཏུ་གྱུར་འདུག། བྱ་བ་ངན་པ་ཅི་ཞིག་བྱས་པ་ཡིན་ནམ། དཀོན་མཆོག་གསུམ་པོ། མཁྱེན། ཞེས། སྨྲས་ཏེ། དངུལ་སྲང་ལྔ་བཅུ་སྤྲད་དེ་བོང་བུ་ཕྱིར་ཉོས་སོ།